ནོར་ཝེ་བོད་ཀྱི་རླུང་འཕྲིན་ཁང་དེ་བཞིན་ཕྱི་ལོ་ཆིག་སྟོང་དགུ་བརྒྱ་དགུ་བཅུ་གོ་དྲུག་ཕྱི་ཟླ་ལྔ་པའི་ཚེས་བཅུ་བཞི་ཉིན་དབུ་བརྙེས་པ་རེད། འདི་ག་རླུང་འཕྲིན་ཁང་གི་ཉིན་ལྟར་རླུང་འཕྲིན་དང་དྲ་རྒྱ། ཟུང་སྐར་བཅས་ཀྱི་བརྒྱུད། བོད་གཙོ་བོར་གྱུར་བའི་ཕྱི་ནང་བོད་མི་རྣམས་ལ། རྒྱ་སྐད་དང་བོད་སྐད་བཅས་ཀྱི་ནང་དུས་ཡུན་སྐར་མ་བཞི་བཅུ་ཞེ་ལྔའི་རླུང་འཕྲིན་གྱི་ལས་རིམ་ཞིག་འགན་སྲིང་ཞུ་བཞིན་པ་ཡིན། རྒྱ་གར་ནང་ལ་ང་ཚོའི་རླུང་འཕྲིན་འགན་སྲིང་ཞུ་སའི་ཨང་གྲངས་ནི། Shortwave། གྱི Mita Band བཅུ་དགུ་དང།

གཉིས་གཉིས་གཉིས་གསུམ་བརྒྱད་བཞི་དང་གཉིས་གཉིས་དྲུག་བཞི་བདུན་གཅིག་དང། ང་ཚོའི་དྲ་གནས་ཁ་བྱང་ནི www dot voot dot org ཡིན། འདི་ག་རླུང་འཕྲིན་ཁང་ནས་ང་ཚོའི་བོད་སྐད་དང་རྒྱ་སྐད་གཉིས་ཀྱི་བོད་དོན་ཁོ་ན་དང་འབྲེལ་བའི་ཉིན་རེའི་གསར་འགྱུར་གྱི་ལས་རིམ་ཁག་དེང་དུས་ཀྱི་ལག་ཐོགས་ཁ་པར iPhone དང Android དེ་བཞིན iPad སོགས་བརྒྱུད་ཐད་ཀར་གསན་རྒྱུའི Voice of Tibet ཞེས་པའི་སྟབས་བདེའི་མཉེན་ཆས་ཤིག་གསར་བཟོ་བྱས་ཡོད། གལ་སྲིད་ཁྱེད་རང་ལ་ཡང་ཀུ་ཤུ་བདག་ཅན་གྱི iPhone ལག་ཐོགས་ཁ་པར་ཡོད་པ་ཡིན་ན། ཐོག་མར། ཁྱེད་རང་གི Apple App Store འམ Apple མ་ལག་མཉེན་ཆས་འཚོལ་ཞིབ་དེ་ཁ་ཕྱེ་གནང་དགོས། དེ་ནས་ཁྱེད་རང་གི་འཚོལ་ཞིབ་ཐོར་གླེང་བ་ཡིན་ན། ཁ་བྱང་འབྲི་སའི་བར་སྟོང་ཞིག་གླེགས་པ་རེད། ཁ་བྱང་འབྲི་སའི་བར་སྟོང་དེའི་ནང་ལ་ཡང Wipe to Debate ཞེས་ཀྱང་གནང་དགོས། དེ་ནས་ཁྱེད་རང་གི Install སྟེང་ལ་འཛུགས་ཏེ་སླེབས་གནང་དེ་མཉེན་ཆས་དེ་ག་བར་ན་ནང་འཇུག་གནང་དགོས། ནང་འཇུག་གནང་བའི་མཉེན་ཆས་དེ Open གང་ལ་འཛུགས་ཏེ་སླེམས་ཏེ་མཉེན་ཆས་དེ་ཁ་འབྱེད་དགོས། དེ་ནས་ཁྱེད་རང་གི་ལག་ཐོག་ཁ་པར་སྟེང་ལ་ཡ་ང་ཚོའི་བོད་སྐད་དང་རྒྱ་སྐད་གཉིས་ཀྱི་གསར་འགྱུར་ལས་རིམ་གསལ་འགྱུར་མཉེན་ཆས་དེ་ཤར་གྱི་རེད། ཁྱེད་རང་གིས་བོད་སྐད་ཐོག་ལ་འཛུགས་ཏེ་སླེམས་གནང་བ་ཡིན་ན། བོད་སྐད་ཀྱི་ཉིན་རེའི་གསར་འགྱུར་ལས་རིམ་ཁག་གསན་ཐུབ་པ་དང།

དེ་ནས་ཁྱེད་རང་གི་འཚོལ་ཞིབ་ཐོག་ལ་འཛུགས་ཏེ་གླེམ་གནང་པ་ཡིན་ན། ཁ་བྱང་བྲིས་སའི་བར་སྟོང་ཞིག་ཤར་གི་རེད། བར་སྟོང་དེའི་ནང་ལ་ཡཱ། Voice of Tibet ཞེས་པའི་ཁ་བྱང་དེ་ཡང་གནང་དགོས། དེ་ནས་ཁྱེད་རང་གི་ལག་ཐོག་ཁ་པར་སྒང་ལ་ཡཱ། Voice of Tibet ཞེས་པའི་མཉེན་ཆས་ཞིག་ལེགས་པ་རེད། འདི་ང་ཚོའི་རླུང་འཕྲིན་ཁང་གི་དངོས་གཞིའི་མཉེན་ཆས་དེ་མ་རེད། གལ་སྲིད་ཁྱེད་རང་ལ་ཡཱ་ང་ཚོའི་རླུང་འཕྲིན་ཁང་གི་དངོས་གཞིའི་མཉེན་ཆས་འདི་དགོས་དགོས་ན། More ཞེས་པ་དེའི་སྒང་ལ་ཡཱ་འཛུགས་ཏེ་གླེམ་གནང་དགོས། དེ་ནས་ཁྱེད་རང་གི་ལག་ཐོག་ཁ་པར་སྒང་ལ་ཡ་བྷའི་སུ་ཏྲི་བེད་ཞེས་པའི་མཉེན་ཆས་གཉིས་ཤར་གི་རེད། གཤམ་ལ་ཡོད་པའི་བྷའི་སུ་ཏྲི་བེད་ཞེས་པའི་མཉེན་ཆས་སེར་པོ་དེའི་ཐོག་ལ་འཛུགས་ཏེ་སླེབས་གནང་དགོས། དེ་ནས་ཁྱེད་རང་གི Install སྟེང་ལ་འཛུགས་ཏེ་སླེབས་གནང་སྟེ་མཉེན་ཆས་དེ་ཁ་པར་ནང་ནང་འཇུག་གནང་དགོས། དེའི་རྗེས་ལ་ཡ་ཁྱེད་རང་གི Open ཞེས་པ་དེའི་ཐོག་ལ་འཛུགས་ཏེ་སླེབས་གནང་སྟེ་མཉེན་ཆས་དེ་ཁ་ཕྱེ་དགོས། དེ་ནས་ཁྱེད་རང་གི་ལག་ཐོག་ཁ་པར་སྟེང་ལ་ང་ཚོའི་བོད་སྐད་དང་རྒྱ་སྐད་གཉིས་ཀྱི་གསར་འགྱུར་ལས་རིམ་གསན་རྒྱུའི་མཉེན་ཆས་དེ་ཤར་གི་རེད། གལ་སྲིད་ཁྱེད་རང་ང་ཚོའི་ཉིན་རེའི་བོད་སྐད་ཀྱི་གསར་འགྱུར་ལས་རིམ་གསན་འདོད་ན་བོད་སྐད་ཐོག་ལ་འཛུགས་ཏིང་ལེམ་དགོས།
འདི་ནོར་ཝེ་བོད་ཀྱི་རླུང་འཕྲིན་ཁང་ཡིན། གཞིས་བྱེས་བོད་མི་ཡོངས་ཀྱིས་བླ་ན་མེད་པའི་དབུ་ཁྲིད་འཛམ་གླིང་ཞི་བདེའི་དེད་དཔོན། ཡང་ཁྱེད་རང་ང་ཚོའི་རྒྱ་སྐད་ཀྱི་ཉིན་རེའི་གསར་འགྱུར་ལས་རིམ་གསན་འདོད་ན་རྒྱ་སྐད་ཐོག་ལ་འཛུགས་ཏིང་ལེམ་དགོས།